ཚང་མ་བློ་བྲལ་བདེ་ལེགས་ཨན་ད་རིང་གི་བརྙན་ཐུང་འདི་གཙོ་བོ་ངས་ཨར་སིག་སྒང་ལ་ཅིག་བཟོས་ཡོད་རོ། ཨ་ནི་ཨར་སིག་འདི་གཙོ་བོ་ངས་ག་རིག་ད་རིང་འདི་བརྙན་ཐུང་གཙོ་བོ་འདི་ཨར་སིག་གྱང་དང་ད་ང་ཚོ་ཨར་སིག Renew བྱས་ཡོད་ཅེས་ཡོད་ར་སོ་སོ་ཨར་སིག་ཡོད་པ་བཅས་ལོ་གཅིག་ཨ་ནི་ལོ་ལྔ་དེ་འདྲའི་རྗེས་ལ Renew བྱས་ཡོད་ཅེས་ཡོད་ར་འདི་ངས་ཀྱིས་ཨ་ནི་གཙོ་བོ་གྲོགས་ཀྱིས་བཟོས་བཞག་ཡོད་ཨ་ནི། གལ་སྲིད་ཁྱེད་རང་ཚོས་ཡང་ཨ་ནི། ཨར་སི་རི་ནི་བོ་དེ་འདྲའི་ག་ལ་དཀའ་ཉེན་ཡོད་པ་ཆེ་ཨ་ནི་ཡང་སོ་སོ་ཧ་གོ་འདོད་ཡོད་པ་ཡིན་ན་དེ་ཉིན་ཐུག་འདི་བོད་ཆུ་ཆེན་པོ་བྱུང་པའི་རེ་བ་ཡོད་རེ་བ་ཨ་ནི་དེ་མིན་པ་ཨ་ནི་ཡང་ཨར་སི་ང་ཚོ་ཡ་མ Transfer བཏང་ཡ་གཅིག་བྱེད་རེ་བ་ཨ་ནི་ཨ་ཡང་ཨར་སིག་གིས་ཁ་བྱང་ཡ་མ་ལྗིད་མོ་བརྒྱབ་པའི་ཅིག་ཡོད་རེད་ཨ་ནི་ཡང་ཨར་སིག་གིས་ང་ཚོ་ད་དེང་སང་ཧྥོམ་སི་འགྲོ་དགོས་འདུག་ཨ་ནི་དེ་འདྲས་ཡིན་དུས་བསམ་པ་འདི་ཚོའི་རིགས་དེ་ངས་སྔོན་གྱི་བརྙན་ཐུང་ནང་ལུས་ལ་ཨ་ནི་བརྙན་ཐུང་ཡོད་རེད་བ་ཨ་ནི་ད་རིང་གཙོ་བོ་དེ་ཨར་སིག་རེད་ནུས་ག་ལ་ཡིན་ཨི་གཉིས་ཀྱི་གང་མཐུན་འདུས་བྱས་ཨ་ནི་ཚང་མ་འགྲོ་ཚང་ཡོད་པ་བྱས་གཙོ་བོ་གཙོ་བོ་ག་རིགས་གྱང་དགོས་ཡོད་མེད་ག་རིགས་དགོས་ཡོད་མེད་དེ་འདྲས་འགྲོ་གཙོ་བོ་ཆ་དེ་ཡོད་རེད་བ་ཨོ། ཨ་ནི་དམིགས་བསལ་གྱི་ངེད་ཚོ་ག་རེ་ས་ཆ་འགྲོ་ཆ་བྱོས་ན་ང་ཚོ South ལ་ལྟ་ང་ཚོའི་གི་ཨར་སི་འགྲོ་ཆ Karnataka State ནང་ལོགས་ལ་ཡོད་པའི་ཨར་སི་དེ་ག་འདྲ་འགྲོ་ཆ་གི་ཡོད་མེད་ཐོས་ཀྱང་དང་འདི་ཚོ་འགྲོ་ཅི་ཤེས་ཤ་ཡོད་དེ་ནང་ལོགས་ཨ་མཚང་མོ་ལོ་བོད་ཆོས་ཐོབ་ཆེན་པོ་ཡོད་པའི་རེ་བ་ཡོད་ཨ་ནི་གལ་སྲིད་ཁྱེད་རང་ཡང་སོ་སོ་རོགས་པ་དང་བོན་རྒྱ་རིན་ཚོ་ལ་བོད་ཆོས་བྱུང་གི་རེད་བསམ་པ་ཡིན་ན་ཨ་ནི་གང་མང་མང་གྱོད་གྱོད་གནང་རོགས་གནང་རེ་བ་ད་རིང་གི་ཉིན་ཐུང་དེ་ཡ་ཡ་ཨ་ནི་མུ་མཐུད་ལྟ་རོགས་གནང་བཀའ་དྲིན་ཆེ། དེ་ལ།

ཚད་ནེམ་ནེམ་ཚ་བའི་རྗེས་ལ་ད་ཤི་བོ་དེ་དེ་འདྲ་འགྲོ་རྒྱུ་ལེགས་རེད་པས་གཉིས་པ་བརྗོད་ར་ད་དེ་གར་ལ་ན་ཨེ་ཕ་རོ་ཁོ་རང་རང་གི་ཤི་བོ་དེ་དེ་འདྲ་འགྲོ་རྒྱུ་ཡོད་རེད་པས་དེ་དང་པོ་དང་པོ་ཁོ་ཚོས་དོན་བསམ་པར་རོ། ཨ་ནི། ད་དེ་ལ་མ་འདྲ་ག་རེ་ག་རེ་ཡོད་མིན་གྱི་ངས་འདྲི་ཤེས་ཀྱང་ར་དང་པོ་དེ་གར་ལ་ན Fresh New Online Application Submission ད་དེ་གར་ལའོ་ལ་ན་གལ་སྲིད།

ཡིག་ཆ་ཁ་ཤས་བླུག་སྐད་ཆེ་རུ་དེ་བླུག་མེད་པ་ཡིན་ན་ཡང་དེ་གཅིག་པུ་བླུག་སྐད་ཆེ་འདུག་ཁྱོད་རང་གོ་གནས་ཅིག་ཡར་ལས་ཡོད་པ་ཡིན་ན་ཨ་ནི་དེ་རང་བསྣན་པ་ཡིན་ན་ཁྱོད་རང་གབ་ཏུ་ཨ་ནི་པར་དང་ཡིག་ཆ་བླུག་ས་དེ་རང་ལ་ལས་འགྲོ་རུ་འོང་འདི་བྱེད་ད་དེ་གར་ལ་ན་ང་ཚོས་ཀྱི Application ཡར Submit བྱེད་ཚར་བའི་རྗེས་ལ་སོ་སོ་ལ Copy རེ་རེ་ཅིག་ཁོ་ཚོས་ཀྱི་སོ་སོ Print བྱས་ཡིན་པ་ན་རེ་ཡང་མིན་ན་སོ་སོ Download བྱས་ཡིན་པ་ཡིན་ན་ཁོ་ཚོས་ཀྱི་ཁྱོད་རང་ལ་འབྲི་གི་རུ་འོང་འདི།

ཨར་ཚིགས་ཀྱི་ཐོག་ནས་དངུལ་སྤྲད་ཀྱི་དེ་འབྲེལ་གྱི་སྐད་ཆ་སྒྲོག་བྱུང་བས་ན་ནི་དངུལ་འདི་གམ་སྤྲད་ཞོར་ལ་ནི་ཁྱེད་རང་ལ་ཡི་གེ་སླེབས་པ་ན་ལམ་སང་ཁྱོད་རང་ལོག་གིན་བྱེད་ལོག་གིན་བྱེད་ཚར་བ་དང་འདི་གང་མནན་པ་ཡིན་ན་ཁྱོད་རང་ག་རེ། དངུལ་ག་རེ་སྤྲད་དགོས་ཡོད་མེད་ཨ་ནི་ག་འདྲེ་ག་ཚོད་སྤྲད་འོས་མེད་ཚང་མ་འདི་ག་ནས་རང་བསྟུན་གི་རེད། ད་འདི་ག་རེ་ལ་ན་ཁྱོད་རང་གི་ཨར་ཚིགས་འདི་གསབ་གི་སྲིད་ཁྱེད་རང་གི་ཨར་ཚིགས་རེ་ནུའུ་བྱས་ཡིན་པ་ནི་ཨར་ཚིགས Transfer བཏང་ཡིན་པ་ན་རེ་ཨ་ནི་ཨར་ཚིགས་ཨ་ད།

འདི་གར་བླ་མ་མཚམས་པ་མཚམས་མཚམས་ཁྱེད་རང་གི་ཨར་སི་དེ་ད་སབ་མིད་བྱེད་ཚར་ཡིན་ནའི་ཁོ་ཚོས་ཀྱི་རེ་བྷིའུ་བྱེད་ཨ་ནི་ཁོ་ཚོས་ཀྱི་ལྟ་དུས་བསམ་པ་ཁྱེད་རང་ཡིག་ཆ་མ་ཚང་རྒྱུ་ཡང་མིན་ན་པར་སེའུ་མེད་རྒྱུ་ཡིག་ཆ་སེའུ་མེད་རྒྱུ་དེ་འདྲས་ཡིན་པ་ན་ཁོ་ཚོས་ཀྱི་ཁོ་ཚོ་རང་གི་ཁྱེད་རང་ལ་ཡི་གེ་ལི་ཡི་རུ་བ་ག་རེ་ག་རེ་ཚང་མེད་མེད་ཡང་ག་རེ་ཚང་མེད་བ་ཨ་ནི་ག་རེ་ག་རེ་ཡ་གོ་ནས་བླུག་དགོས་ཡོད་མེད་འོན་འདི་ཚང་མ་ཁོ་ཚོས་ཀྱི་ཡི་གེ་སེའོ་སེ་ཀྱང་བྲི་གི་རོ་འོན་འདི་དེ་འདྲས་ཀྱི་ལ་ཡོད་པ་ན་ལམ་སང་ཁྱེད་རང་ལོག་གིན་བྱེད་ལོག་གིན་བྱེད་ཚར་བའི་རྗེས་ལ་དེའི་མནན་པ་ཡིན་ན་ཁྱེད་རང་ཁ་ཅིག་ག་རེ་ཁོ་ཚོས་ཡི་གེ་ཀླད་སོ་གཅིག་པ་གཅིག་ཀྱང་ཁོ་ཚོས་དེའི་ཤར་གྱི་རེ་འོན་འདི་ལ་མནན་ན་ཨ་ནི་ཁྱེད་རང་གར་ལ་བ་དེ་ཁབ་ཐུག་ཁོ་ཚོས་ཀྱི་ཁྱེད་རང་བླུག་གས་ཀྱི་ཁབ་ཐུག་དེ་ན་དེ་མནན་པ་རང་ལམ་སར་བླི་གི་རོ། ད་འདི་གར་ལ་ན་ང་ཚོས་ཀྱི་ད་ལྟ་འདི་ལོག་གིན་བྱེད་དུས་སམ་པ། ཁ་བྱང་འདི་ག་གི་ཕ་སོ་ཅི་ར་དེ་ཇི་མོ་རྒྱ་ཡིན་པ་ཡིན་ན་ཁྱོད་རང་དེའི་ནི་མེར་ཨན་དེ་སུ་སུ་གི་ད་དེའི་ཁ་བྱང་དང་དེ་ཚོ་གཅིག་ཡང་ཇི་མོ་རྒྱ་ཡིན་པ་ཡིན་ན་དེ་དེ་ང་ཚོ་ག་ལེགས་རེད་དེ་ཟོབ་ཅུ་རྒྱ edit ར feedback ལ་བ་ཡིན་ན་ང་ཚོ་གི་ད་སུ་སུ་ལ་ཡང་དཀའ་ཉེ་དྲོ་དང་དེ་འདྲའི་རིགས་ཡོད་པ་ཡིན་ན་ག་རེའི་ཐོག་ནས་ཡིན་པ་ཡིན་ན་དེ་འདྲའི་རྒྱ་ལ་བས་ཡིན་པ་ཡིན་ན་ཨ་ནི།

གཞིས་ཆགས་ཁག་བེ་ལུག་པི་ཏུ་དང་དེ་འདྲས་ཆགས་བཞག་ན་ང་ཚོ་མཱི་སོའོ་ཨོ་ལ་ཡོད་དུས་བསམ་པ་ལྟ་ད་ངས་གལ་སྲིད་མཱི་སོའོ་འགྲོ་བྱེད་ཚེ་ཡིན་པ་ཡིན་ན་ད། དེ་མཱི་སོའོ་ཚེ་ཡིན་པ་ཡིན་ན་ད་གལ་སྲིད་བེ་ལུག་པི་ནས་ཨར་སེ་རེ་ནུས་བྱེད་ཀྱི་ཡོད་ན་བེ་ལུག་པི་ཨེ་ཕ། བེ་ལུག་པི་རང་གི་ཨར་སེ་ཡིན་པ་བཅས་རེ་ནུས་བྱེད་ཀྱི་ན་ངས་གལ་སྲིད་སི་ཏི་དང་སྡེ་སྟྲིག་དེ་མཱི་སོའོ་བརྒྱབ་ན་དེ་ལ་གོ་ནས་ཐོས་པ་བྱེད་ལས་ཁ་ཅིག་ལ་ན།

དར་བ་ལས་དེ་ཡང་ཕི་ཅིག་ངས་ད་ལྟ་མོན་གོ་ཀི་དེ་ང་ཚོ་གི་ཨར་སེ་ཇོས་ར་དེ་ཚུ་ས་དྲོ་ཆགས་ཡོད་དོ་ཨ་དར་བ་དེ་འདུས་བསམ་པ་ཡང་དར་བ་ལ་དབྱེ་བ་གཉིས་ཡོད་དེ Rural དང City ལ་ཡོད་དོ་ད་ང་ཚོ་ཡིན་ན་གཞིས་ཆགས་ཁག་ལས་དུས་བསམ་པ་ཁ་ཆེ་ང་ཚོ་ཕ Rural ནང་ལོ་ལ་དྲུག་རོ City ནང་ལོ་དྲུག་མེད་དུས་བསམ་པ་ཨ་ནི Rural དར་མེད་ཅིག་ཡོད་རོ་ད་ངས་ད་ལྟ་དེ་ཏན་ཏན་མེད། ད་ལྟ་མོན་གྷོ་གི་ཟུར་དེ་དར་བ་ལ་སླེབས་ཀྱི་ཡོད་མེད་ཡིན་ནའི། ག་ཡི་སའི་ལ་སླེབས་ཀྱི་ཡོད་པ་ཡིན་ན City དང District གདམ་ཚར་བའི་རྗེས་ལ་གལ་སྲིད་དེའི་འོག་ལ་ཡོད་པ་ཡིན་ན་ཁྱེད་རང་གཞིས་ཆགས་ཁག་ནས་ཁ་བསྡུར་བརྒྱབ་གཞིས་ཆགས་ཀྱི་ལས་ཁུངས་འོག་ནས་ཁྱོད་ཨར་ཚེ་རེ་ནོས་བྱོས་ཀྱི་ཡོད་པ་ཡིན་ན Rural ལས་དེ་སྒྲུག་གུར་ཁྱད་པར་འོང་དུ་ཡོད City འོག་ལ་སྒྲུག་མར City འོག་ལ་གལ་སྲིད་དངོས་གནས་རང City རང་བསྡད་ཀྱི་ཡོད་ཡིག་ཆ་ཚང་མ City རང་ནས་ཡིན་པ་ཡིན་ན་ཨ་ནི། ཁྱེད་རང་སྲིད་ཁྲི་རྒྱལ་བའི་རི་དྭགས་འོན་ཏེ་ཅིག་ཁྱད་པར་འགྲོ། ཨ་ནི་འོན་ཏེ་བྱས་ད་ང་རང་ཅག་ཕག་ང་རང་ད་ལྟ་བྱས་ཏེ་བེང་ལོ་རང་ལ་འགྲོ། ར་ཧུ། བེང་ལོ་འགྲོ་ཚར་བའི་རྗེས་ལ་ད་དེ་ང་ཚོ་བལྟ་བ་ཡིན། ང་ཚོས་ཀྱི་ཁར་ཐོ་འགོད་ལ་ན choose the service you desire ལ་ན་ཁྱོད་རང་ད་ལྟ་དེ་ཧྥོམ་རྒྱག་ངེས་ཏེ་དོན་དག་གཙོ་བོ་ག་རི་ག་ལ་ཡིན་ར་བ་ཁྱོད་རང་ག་རི་ག་ན་རྒྱང་གི་ཡོད། ད་དེ་ངའི་དབྱེ་བ་ག་ཤེད་ཅིག་ད་ང་ཚོས། རྒྱུན་དུ་བོད་ཆོས་བཏང་སྟེ་ཅེས་བཤད་པ་ཡིན་ན་དེའི Registration List དོ་དེ་ག་རེ་ལ་ན། གལ་སྲིད་ཁྱེད་རང་ཨར་སེ་ས་པ་ཅིག་ཨར་སེ་ས་པ་ལ་ན་ངས་ས་པ་ས་སྐྱང་ལ་ཡིག་མེད་རོ། གལ་སྲིད་ཁྱོད་རང་ཨར་སེ་དངོས་ནས་བེ་ལོ་ཨུ་པི་ལ་ཡོད་པ་བྱེད་རོགས། ཨ་ནི་སྦེལ་ཀོབ་ནས་ད་ཁྱོད་ཚུ་བེང་ལོ་ལ་མཐོ་སློབ་ཚུ་ད་ལོ་གསུམ་བཅས་ཡིན་དུས་སམ་པ་ད་བེང་ལོ་རང་ལ་ཨར་སེ་ཚུ་སྤོས་འོ་ཡོད་དུས་སམ་པ།

ལྔ། ཁ་བྱང་འདི་ཇི་མོ་རྒྱལ་བར་བ། འོ་འདི་འདྲ་ཡིན་པ་ན་ནི་ཁ་བྱང་ཇི་མོ་རྒྱལ་ལ་འདི་ཉམས་དགོས་ར། ཁ་བྱང་ཇི་མོ་རྒྱལ་ལ་ཁྱེད་རང་ཟླ་བ། མང་རྟ་ལ་ཟླ་བ་ཕལ་ཆེར་གཉིས་རེ་གསུམ་རེ་གཅིག་ནང་ལོ་ལ་ཁྱེད་རང་ཁ་བྱང་ཇི་མོ་མ་རྒྱལ་བ་ཡིན་ན་ཡང་ཁྱེད་རང་ལ་འགྲོ་ལར་གྱི་དོ་ནས་ནི་ཆེ་ཆག་འབབ་གི་ར། འོ་འདི་གཅིག་བྱས་ར།

ད་འདི་གར་ལ་འོན་ལ་ན་ང་ཚོ་ད་ལྟ Application རྒྱབ་གཉེར་བྱོས་ར་འདི Form འདི་སུ་གང་ལ་རྒྱབ་ཀྱི་ཡོད་པ་ཡིན་ན་མི་དེ་དོ་བདག་སོ་སོ་ཨ་ནི་རྒྱ་གར་ནང་ལོ་རང་ཡོད་པ་དེ་འདྲས་ཅིག་གོ་གི་ཡོད་རེད་ར།

ད་རྒྱ་ངའི་གཙོ་བོ་གཙོ་བོ་དེ་གར་འགྲོ་ཆགས་སྒོར་ལབ་པ་ཡིན་ན། ཨ་ནི། དེ། ང་ཚོས་ཀྱི་ཧྥོམ་དེ་ལ་ལྟ་དུས་བསམ་པ་ཧྥོམ་དེ་ལ་གར་མཐོང་སྒོར་ལབ་ན་དམའ་མོ་རྟགས་ཞདོ་བ་དམའ་མོ་རྟགས་དེ་ཚོ་ཚང་མ་ཁྱེད་རང་ཡིན་གྱི་མིན་གྱི་དེ་ནང་ལོ་ལ། རྒྱག་མགོ་རོ། དམའ་མོ་རྟགས་ཡོད་རྒྱུ་ཚང་མ་ཞིན་པ་དམའ་མོ་རྟགས་མེད་རྒྱུ་ཨ་ཚོ་ཡིན་གྱི་མིན་གྱི་རྒྱག་མགོ་བ། ཁྱབ་ཀྱི་མ་རེད་ར་ཁྱེད་རང་རྒྱ་གཉིས། མ་འཕྲོད་པ་ཡིན་ན་མ་རྒྱག་ན་འགྲིག་གི་ཡོད་ར། དང་པོ་དེ་ཁྱེད་རང་གི་མིང་དེ་བྲིས་རོ། དེ་རྗེས་ལ་ཨ་ནི། བུ་བུ་མོ་ག་རེ་ཡིན་མེད་དེ་ཅི། ན་ནི་ཁྱེད་རང་གི་པ་ལ་མིང་པ་ལ་འམ་ལ་ཡི། གཅིག་གི་མིང་ཡིན་གྱི་མིན་གྱི་དྲི་འོ་ར་འོན་ཏེ་གཅིག་དྲི། ཨ་ནི། ཡང་སོ་སོ་ས་མཐའ་གྲོགས་ཡོད་པ་ཡིན་ན་ཨ་ནི་སོ་སོའི་ས་མཐའ་གི་མིང་དེ་དེ་དྲི། ཨན་དེ་རྗེས་ལ་ཨ་ནི་ཁྱོད་རང་གི། ཀྱེ་ཀྱེ་ལོ་ཀྱེ་ཚེ་བྱོད་ར་དེ་ག་འདྲའི་ཚེ་གྲངས་ག་འདྲའི་གོ། ཨན་ཀྱེ་ལོ་ཀྱེ་གྲངས་དེ་དེ་ལ་དྲི་རོ། ཨ་ནི།

ཁྱེད་རང་ལ་རྟ་གྲོ་ག་རེ་ཡོད་ཨང་ཚོ་མཚམས་མཚམས་སྟོང་ག་ལ་ནག་ཐིག་ཡོད་པ་གྲོ་དང་ཨེ་ཨང་རྟ་ཨང་ཚོ། སོ་སོ། མ་མི་གཞན་པ་དང་མ་འདྲ་ཡི་རྟ་གྲོ་གཅིག་ཡོད་ར་ཡོད་ན་ཡོད་པ་རེད་མེད་ན་མེད་འོན་མེད་ལ་འདྲི་ན་འགྲིག་ཡོད་ར་ཨང། དེའི་རྗེས་ལ། དེ་ཚོས་ཀྱང་མོ་བ་བྱས་ཨ་ནི་ཁྱེད་རང་ད་ལྟ་བོད་པ་ཡིན་པ་དེ་ག་འདྲས་ཅན་ཆགས་ལ་ནི་ཁྱེད་རང་སྐྱེས་ཡོད་སྐྱེས་པ་ནས་ཆོས་བོད་པ་ཡིན་པ་དེ་བྱེད་རོགས་ཨ་དེ། ད་དེ་ལ་ཚུ་དེའི་རྗེས་ནས་ད་དེ་གང་དེ་ཚོ་ཚང་མ་དམའ་མོ་ལྟ་ཡོད་རྒྱུ་གཙོ་བོ་ཀྱང་ད་དེའི་རྗེས་ནས་གཙོ་བོ་ག་རེ་ཆགས་སྐོར་ལབ་པ་ན་དེ་ཚོའི་གཉིས་འབྲེལ་བ་མེད་བ་བྱེད་རགས་ཨ་ནི། དེ་གཙོ་བོ་ཆགས་སྐོར་དེ Category List ཨོ་དེ་དེ Category དེ་གར་གཏམ་དགོས་ཡིན་གཅིག་མིན་གཅིག་ཁྱེད་རང་གི་དེ་ལ Category དམའ་མོ་བརྒྱབ་ཡོད་ལ་ཁྱོད Refugee བརྒྱབ་རོགས Refugee དེ་སྣེམས་ཚར་བའི་རྗེས་ལ་ཨ་ནི་ཁ་ཅིག་ལ་ན། དེའི་འོག་ལ་མང་པོ་ཅིག། Refugee རང་ཁ་ཅིག། མི་ཡིན་ན་ཨ་ནི་རྒྱག་མོ་བས་ཅི་བྱ་གོ་རུ་ཨ་དེ Refugee དམ་ཚ་བའི་རྗེས་ལ་ལྟ་དེ། ཁ་ལ་ན་ཁྱེད་རང་གིས་ཁ་བྱང་རྒྱ་གར་ནང་ནས་མིན་པའི་ཞེན་པ་ཕྱི་ལོག་ཁ་བྱང་བཅོས་ར་དེ་ང་ལ་ང་ཚོ་ཁ་ཆེན་ལེགས་འོ་ལ་ན། ང་ཚོ་རྒྱ་གར་རང་ནས་སྐྱེས་སྐྱོ་མིན་པ་ཅིག་དམ་ཡོད་ཙང་ཨ་ནི། ཕྱི་ལོག་ཁ་བྱང་དེ་བླུག་གོ་རུ་ཨ་དེ་ལ་ཡིན་ན་བོད་ཁ་བྱང་དེ་བླུག་ཤག་ཨ་ནི། ལུང་པ་དེ་བོད་ལ་ནི་སྐྱ་བོས་ཡོད་པ་ཕྱིར་རོ། ཨན་དེའི་རྗེས་ལ་གཉིས་པ་དེ་ག་རེ་ལབ་པ་ཡིན་ན་ཨ་ནི་ང་ཚོས་ཀྱི་སུད་སུད་ཀྱི་ད་ད་ད་ཁ་བྱང་བརྗོད་རོགས་ཁྱེད་རང་ཨར་སི་དེ་རི་ནུའུ་བྱེད་དུས་བསམ་པ་ཨར་རྒྱ་གར་ནང་ལོ་ས་ཆ་གོ་བ་ལ་ཡོད་དེའི་དེ་ས་ག་རེ་ཡིན་ཨེ་ཧྥ་རོ་ག་རེའི་འོག་ལ་ཡིན་ས་ཆ་ཁ་གོ་བ་རེ་འོང་དེ་ཀྱི་ཨ་ནི་ཁ་བྱང་དེ་ཚང་མ་ཚང་ཀྱང་དེའི་ཨེ་ཏྲེས་དེ་ག་ཆོག་ལབ་ན་ཁྱེད་རང་ཧྥོམ་སིའི་ནང་ལོ་ཨེ་ཏྲེས་ག་རེ་བྲིས་ཡིན་དེའི་དེ་ནང་ཆོས་པ་ཞིག་ཀྱང་བྲིས་ན་ཨིན་ཇི་མིན་ཇི་བྲི་དགོས་རོགས་ཨེ་ཏྲེས་ག་རེ་ཡིན་པ་དེ། ཨེ་ད་དུང address ཁྱོད་རང་ལ་གཅིག་མིན་པར་གཅིག address གཉིས་ཡོད་པ་ཡིན་ན་ཡང་སྐྱ་བ་རྣམས་ཨ་ནི། ཐ་མ་གཅིག་དེ་འོ་དེ་བྲིས་ན་བྲིས་ཀྱི་རོ་དེ་བྲིས་མ་བྲིས་འདོད་པ་རོ། ཨེ་འདི་རྗེས་ལ་ཁ་ལ་ན་ཨ་ནི་ཁྱེད་རང་གིས། དེ་ལ་ཁྱེད་རང་གིས་ཡིན་གྱི་མིན་གྱི་ཁྱེད་རང་གིས་ཁ་བྱང་བཅོས་ར། འོ་འདི་ཡིན་གྱི་མིན་གྱི་དེ་ལ་འཁྲུག་གོ་ར། ང་ཚོས་ཁ་བྱང་ལ་དུས་བསམ་པ་ཨི་མེལ་བྲིས་ཡོད་ར། འོན་ཏེ་ཡིན་གྱི་མིན་གྱི་དེ་ལ་ཁྲི་བོ་རེད། ད abc at the rate gmail dot com ད་ཁྱོད་རང་གིས་ད་ལྟ་དེ་རྐྱང་དུས་ཁ་བྱང་ག་རེ་བོད་ཀྱི་ད་ཡིན་དེ་བྲིས་བྲིས་ན་ཡག་ཤོས་ར་འོན་ཏེ་དེ་ག་ལ་བྲིས་ཨེ་འདི་ཅི་ཁྱེད་རང་ལས་ཨ་གར་ཅི་ཡོད་ག་རེ་བདམས་བདམས་བྱས་ད་དེ་གཉིས་ང་ཚོ་ལ་འབྲེལ་བ་ཆགས་ཀྱི་ཡོད་མ་རེད་དེ་དམར་རྟ་དམར་མོ་རྟ་ཞེས་དོག་དེ་ཡི་དེ་གླིང་མ་རེད་ལ་འབྲེལ་བ་ཆགས་ཀྱི་ཡོད་མ་རེད་དེ་ཁོ་རང་ཁབ་ཏུ་ཁྲི་ཤར་དེ།

རྒྱག་མགོ་ཡོད་མ་རེད་ལ། རྒྱག་མགོ་མེད་དུས་བསམ་པ་ནི་རྒྱག་མགོ་མ་རེད་ཁོ་རང་མ་ཁབ་ཏུ་འགྲོ། འདི་ཅི་ལ་ཁ་ཆེ་ལ་ན New Arrivals ཏེ New Arrival ལ་དུས་བསམ་པ་ང་ཚོ་ཁ་ཆེ་ལ་ན་རྒྱ་གར་ནས་སྐྱེ་རྒྱུ་མིན་པ་ཡིན་དུས་བསམ་པ་ཁྱེད་རང་ལས་རེ་བ་ས་ཆ་གཅིག་ནས་ང་ཚོ་ཡིན་ན་བོད་ནས་མ་ལས་དུས་བསམ་པ་ཨ་ནི་སྙེ་མ་ཡིན་ན RC རྙིང་པ་བྱིས་བ་དེབ་དེ་ག་ལ་དེ་ཚང་མ་ཡོད་རེད། ས་ཆ་ག་ནས་པོ་ཆེན་ར་རྒྱ་ག་ལ་ཨ་ནི་སོ་སོའི་ལུང་པ་མིང་དེ་ཁྲི་ཨ་ནི་སི་ཏི་ཏི་རྒྱ་ས་ག་ནས་ཡིན་མེད་ཨ་ནི་བོད་ནས་ར་བ་ཏི་ལ་བོད་ལ་ཡ་ཏི་ཁྲི་ར་ཏི་དེ་ལ་ཡིན་ན་བོད་ལ་ནི་ལི་ར་ཏི་ཆེ་ཨ་ནི་རྒྱ་ག་ལ་ག་དུས་ལི་དེ་ཚེ་གྲངས་ཡིན་གྱི་མིན་གྱི་སོ་སོ་ཤེས་དགོས་ར་ཚེ་གྲངས་ཚང་མ་ཨར་སི་ཀ་གྱི་དེབ་དེ་ན་ཡོད་ར་དེའི་ནང་བྲིས་ཡ་བྱེད་ར་ཨ་ནི་མཉམ་དུ་ཨ་ནི་ཁ་ཆེ་ལ་ན་རྒྱ་ག་ལ་ས་ཆ་གོ་བ་ལས་སོ་དང་པོ།

ཨང་གྲངས་དེ་གསར་པ་ཅིག་ཆགས་འགྲོ་གི་ཡོད་ཙང་ཨ་ནི། དེ་ཨར་སི་ཀ་ཅིག་ཨང་གྲངས་རྙིང་པ་དེ་ཡོད་པ་ན་རྙིང་པ་དེ་བྲིས་ན་འགྲིག་གི་ཡོད་རེད་མ་བྲིས་ན་འགྲིག་གི་ཡོད་རེད། དེ་ཁྱད་པར་སུ་དག་ཡོད་ས་མ་རེད། ཨ་ནི། དེའི་རྗེས་ལ་ད་གཙོ་བོ་ཁ་ཆེ་ལ་ན་ཨ་ནི་གལ་སྲིད་ཁྱེད་རང་ཡང་རྫ་ཁྲག་གྲོགས་ཆགས་པ་ཡིན་ན་དེ་ལ་སོ་སོའི། ད་ཕ་མ་སྤུན་རྒྱ། ཨ་ནི། སོ་སོའི་གིས་སུ།

འོ་འདི་ལ་ཕར་དུ་འགྲོ་རུ་འོ་འདི་ནོར་གི་ཡོད་རེད། གལ་སྲིད་ཁྱེད་རང་ཡང་ནོར་ཡོད་པ་ཆེ་ཨ་ནི་གོ་ནས་གྱ་ང་ཡིན་ན་འདི་ནེམ་ན་འདུག་ཡོད་རེད། ནོར་མེད་བ་ཆེ་ཁྱེད་རང་ཡིག་ཆ་ཆེད་དུ་གོ་གི་ཡོད་པ་ཡིན་ན་ཨ་ནི Temporary Save and Exit ཡང་མིན་ན་མུ་མཐུད་འགྲོ་ཡ་ཡིན་ན Save and Continue ལ་གཞོལ་ར་འོ་འདི་རེད། ད་ད་ང་ཚོ Save and Continue ལ་འགྲོ་རུ།

དེ་ནི་མཚན་ཨན་ཚ་རེད། ཨ་ནེ། ངེད་ཀྱི་ཨར་རྩེ་དེ། ད་རིང་ཨར་རྩེ་དེ་ལོ་ལྔ་ཀ་གཅིག་གྱང་ངས། try། བྱེད་བཞིན་པ་ཡིན་ནའི། མ་རག་དུས་བསམ་པ་ལོ་གཅིག་རང་གཅིག་མ་གཏོགས་གྱང་མི་འདུར་བ། ངོ་འདི་གི་ད་ཧ་མ་ས་ད་ག་འདྲས་ཅིག་བྱས་ནས་ལོ་ལྔ་ཀ་གཅིག་འགྲོ་དགོས་ཡིན་ན་བྱེད་སྟངས་ནི་རྒྱ་གར་ནང་ལོ་དེའི་ཚ་བྱས་ནས་ལོ་ཉི་ཤུ་ལྷག་བགྲོད་པ་ཡིན་ན། ཨ་ལོ་ལྔ་ལྔ་གི་ཐོབ་ཐང་འགྲོ་ཅི་འདུར་བ་ལྟ་ཡིན་ལོ་ལྔ་མ་གཏོགས་གྱང་མོ་བས་འགྲོ་ཅི་འདུར་བ།